ཚང་མོ་ལ་བཀྲ་ཤིས་ལེ་ཞུ་ཡིན། ངའི་མིང་ལ་བློ་གསལ་སྟོབས་རྒྱལ་ཡིན། ཨ་ནི་ང་རང་འདས་ལ་འདྲེན་ལ་སྐྱིད་རྒྱུ་པུ་གུ་ཅིག་ཡིན། ཨ་ནི་དེ་རིང་འདས་ལ་འདྲེན་ནས་ངེམ་དོ། ཀུན་བཟང་ཚེ་དཔལ་ལགས་ངེམ་དོ་སྐད་ཅིག་བཤད་ཡིན་རང་ཁོ་རང་གི་ཅིག་མི་ཚེ་སྐོར་ལ། ཨ་ནི་ཀུན་བཟང་ཚེ་དཔལ་ལགས་བཀྲ་ཤིས་ལེ། བཀྲ་ཤིས་ལེ།
ད་དྲི་བ་ཐང་ཆོད་དེ་གར་ལ་ན་ར་ད་ཁྱོད་རང་གི་ཅིག་ངོ་སྤྲོད་ཅིག་ཞུ་དེ་ར། ངོ་སྤྲོད་ལ་ན་ད་རྐྱང་ཚོགས་མེན་པར་གི་ཅིག་རོལ། སྐད་ས་འཚར་ལོངས་བྱེད་ས་ད་ནི་ཁྱེད་རང་ཅིག་ད་སློབ་གྲྭ་ག་བ་ག་བྲོས་ཡོད་མེད།
ཡང། བཀྲ་ཤིས་ལས་ཚང་མ་ལོས་ལ། ཨ་ནི། ང། ལས་འདི་ད་རྒྱ་གར་ནས་ཚུར་ལེན་ཡིན། ཡིན་ནས་སྐད་ས་དེ་བོད་ལ་བྱས། ཨན་ཆུ་འཇུ་ཁ་ས་ནས་ད། པཱ་ལ་ད། པིང་རྒྱ་དེ་ཚོ་མཉམ་དུ། སོ་སོའི་ཨ་ཅག་ཅུ་ཅོ་མཉམ་དུ་རྒྱ་གར་སླེབས་རེད། རྒྱ་གར་སླེབས་ནས་ནི་བོད་ཁྱིམ་སླབ་གྲྭ་ལ་ཡང། ལོ་ཆུང་གཉིས། གང་ཚ་ཚེ་བཅུ་གཉིས་པ་དེ་བོད་ཁྱིམ་སློབ་གྲྭ་བྲོ་ཡིན། ཨ་ནི་བོད་ཁྱིམ་སློབ་གྲྭ་བྲོ་ཡིན་དེ་ཕྱིར་ལ་ལྡི་ལི་ནི་མ་མཐོ་སློབ་སློབ་ཆུང་ཆེ་བ་ཡིན། ད་མཐོ་སློབ་ལ་ད་ལྟ་ཉེ་བའི་གཙུག་ལག་རམ་བྱེད་པ་དང་ནི་གཙུག་ལག་རམ་བྱེད་པ་ཁོར་ཡུག་གང་ལ་སློབ་ཆུང་ཆེ་ཡིན་དེ་ནི་གཅིག་སོ་སོའི་སློབ་ཆུང་ཆེ་བའི་རིང་ལ་ཨ་ནི་སྤྱི་བཏང་ནི་སླབ་གྲྭ་ནི་ཁ་ཚ་ཁ་ནས་ཡོད་ཅིག་སྤྱི་ཚོགས་ནང་ལ་ལས་ཀ་བྱས་དེ་ཚོ་ལ་ཅིག་དགའ་སྣང་འགྲོ་རྒྱུ་ཤུགས་ཆེན་པོ་ཅིག་སླེབས་དེ་འདུག་དེ་སླེབས་དུས་ག་ལེ་ག་ལེ་ནི་སྤྱི་ཚོགས་ནང་ལས་ཀ་ག་རེ་བྱས་འདུག་ཨ་ནི་ཅིག་སོ་སོ་དེ་དོན་ང་ཚོས་རོགས་པ་མང་པོ་ཅིག་མཉམ་དུ་འཛོམས་ཡོད་རེད། ཁ་ལན་ཚང་མ་མཐོ་སློབ་ཐོན་ནས་སླེ་ཡོད་རེད་ཚང་མ། དེ་ལྟེ་ལི་ལ་འཛོམས་དུས་ཚང་མ་ཨ་ནི་རུག་རུག་བྱེད་ནས་བསྡད་རེད། དེ་དོན་ང་ཚོས་ལྟ་ན་ཡ་མོ་ན་ཁྱིམ་ཚང་ལ་ཡ་ཆོད་རེད། དེ་ཅིག་འགོ་བཙུགས་ལ་ནས་དེ་ཁོ་ཅིག་ཆགས་ཡོད་རེད། དེ་ཆགས་དེ་ནས་ངས་ལྟེ་ལི་ལ་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་མ་འདང་གཉིས་ལ་ལས་ཀ་བྱེད་ཡིན། ད་སྐྱབས་མགོན་རིན་པོ་ཆེ་གི་སྐུ་འབེན་བསྟེ་ས་དང་ཨ་ནི་ཡང་ན་གཞོན་ནུས་པའི་ལས་གཞི།

དེ། རྒྱ་མོ་ན་ཁྱིམ་ཚང་འདྲ་བོ་ཅིག་ཆགས་བྱ་བས་ན། ང་ཚོ་དང་པོ་སླེབས་དུས་ཡོད་ག་ལ་ན་ཕལ་ཆེར་བོད་ནས་སླེབས་རྒྱུ་རེད། བོད་ནས་སླེབས་རྒྱུ་ཡིན་དུས་བསམ་པ་ད། མཐོ་སློབ་བསླབ་གྲྭ་འགྲོ་དུས་བསམ་པ་ང་ཚོ་བསླབ་གྲྭ་གཅིག་པ་རེད་ཨང་དེ་ནི་མཐོ་སློབ་སོ་སོ་སུ་འགྲོ་རེད། ད་མཐོ་སློབ་དེ་ཚར་ཚར་ན་སུ་སླེབས་དུས་བསམ་པ། ལྡི་ལི་ལ་ཚང་བ་ཅིག་འཛོམས་ར། ཨ་ང་ཚོ་སུ་སུ་ས་ལ་བསྡད་ས་ཡོད་ནས་ཇུ་ཇུ་ཞིག་སླེ། བསྡད་རུག་རུག་རུག་རུག་བྱས་ན་ད་ང་ཚོ་ཕལ་ཆེར་སྤུ་ཉི་ཤུ་ལྷག་ཟིག་འགྲོ་གི་ཆགས་སོང། ཡིན་ན་ང་ཚོ་དང་པོ་ཁང་པ་དེ་ལ་བསྡད་ཨ་འགྲོ་དུས་ཁང་པ་གོབ་ཏུ་འགྲོ་བྱུང་རེད། ཁང་པ་དེ་ལ་ཁྱི་རྒས་ཅིག་ངོས་ནས་བསྡད་དེ་ཞེས་དང། ཨ་དེ་ལ་ང་ཚོས་ད་གང་ཡང་སུ་ངོས་ནས་སུ་གང་བྱས་ལ་ཉན་ཡོད་མ་རེད་ཁྱི་དེ་ཚོ་ལ་རྒན་ཁྱི། ཁ་ལག་སྤྲད་སྨན་བཅོས་བྱས། དེ་འདྲ་བོ་བྱས་ནས་ཁོ། ནམ་རྒྱུན་ང་ཚོ་ཕེབས་དེ་ཤུལ་རིང་ག་ལ་ད་སྤུ་གུ་ཚང་མ། མི་ཚེ་ནང་ཁར་བྱས་དགོས་ན་བསམ་དགོས་རེད་ཨ་ནེ་ཡང་ན་སློབ་སྦྱོང་འཕར་མ་བྱས་ཡོད་དུས་བསམ་དགོས་རེད་ཚང་མ་སུ་གང་ཞིག་ཧ་གོང་མར་ལང་ཀ་ཅིག་འཚལ་ཡོད་དུས་ཚོད་ཅིག། དུས་ཚོད་འདྲ་བོ་ཅིག་ཆགས་དུས་སང་ང་ཚོ་ཧ་རུག་བ་རུག་ཅིག་ལས་ཁྱི་ལ། ཁྱེད་ལ་ཡི་དྭགས་ཨ་ནེ་ང་ཚོ་གི་མ་འོངས་མདུན་ལམ་ལ་ཡི་བསམ་དང་ཨ་གཅིག་གིས་གཅིག་ལ་རོགས་པ་བྱེད། དེ་འད་ཀྱི་ཕེ་ཆེན་ལོ་ལྔ་དྲུག་ཟོ་གཅིག་ང་ཚོ་མཉམ་དུ་བསྡད། འདི་འད་ཤུལ་རིང་ག་ལ་ཨ་ནེ་མང་པོ་གཅིག་ང་ཚོ་ད་འད་རོགས་པ་མང་པོ་གཅིག་བྱེད་ཀྱི་འདུག་བ་སློབ་སྦྱོང་བྱས་གོ་སྐབས་རག་ཡོད་རེད་མང་པོ་གཅིག་ཕེ་སོ་དེ་ནི་མང་པོ་གཅིག་བོད་གཞུང་ལས་ཀ་བྱས་འགྲོ་རེད་ཡང་མང་པོ་གཅིག་ད་འད་བོད་པའི་སླབ་གྲ་ཁག་མང་པོ་གཅིག་ལན་འགེལ་རྐྱེན་བྱས་ལེ་རེད་ད་ག་འད་བྱས་ནས་ང་ཚོ་བོད་པ་པོ་ཡོད་སྐྱོ་ཕལ་ཆེ་ཆེ་སུ་སུ་ལ་འགག་ཡག་པོ་གཅིག་བཟོས་ཐུ། འདི་བྱེད་ཤུག་པ་རུ་ལ། ཁ་ལོ་རེ་སྤྱི་ཚོགས་ནང་ལ་ལ་རོགས་པ་བྱས་ཆོ་ར། པེ་ན་ང་ཚོ་དུས་ཚོད་གཅིག་ལ་ང་ཚོ་མི་འདི་ནེ་བ་ཆ་དེ་བསམ་པ། གཅིག་གེ་ཁྲག་ཤིན་ཏེ་གེ་འདི་གང་ལ་མི་མང་པོ་གཅིག་འབྲེལ་བ་བྱས་དུས་ཚོད་དེ་ཆེ། འདི་ནི་ཡང། ཡ་མུ་ན་ཁྱིམ་ཚ་རོ་གཅིག་ཤི་ན་ཨ་ནི་ཡང་མང་པོ་གཅིག་ལ་དངུལ་གི་དཀའ་ངལ་ཡོད་དུས་བསམ་པ་ཡང། ལོ་སར་སྐབས་སུ་དེ་ག་འགྲོ་དེར་ག་སོས་དེ་ག་དུ་བཙོང། དཔེ་ཆ་ང་ཚོ་ལོ་ལྔ་སྟེ་ཆེན་དེ་གི་གཅིག་དངུལ་ཡོང་ཁུངས་ལོ་བཞི་ཡོང་བསྡད་ཡ་བྱོས་ར། ཨ་ནི། ཨ་ནི་གང་ལྟར་ད་འདི། ས་ཆ་དེ་ནས་ད་སྤུ་མང་པོ་ཅིག་ཕར་ཚུར། སོ་སོའི་མདུན་ལམ་དེ་ཚོ་ཚང་མ་བཟོས་ཨ་ནི། འདི་ས་ཆ་དེ་མི་གཞན་པ་ཅིག་གི་ཚོང་གི་ད་ངོ་རོལ་བྱེད་ནས་ཕར་རྩིས་སྤྲད་འོ་ཁེལ་དུས་བསམ་པ་ང་ཚོ་ས་ཆ་སྤོས་འགྲོ་དུས་བསམ་པ། ད་ཁྱི་དེ་ཚོ་ག་འགྲོ་འོ་ར་ལ་ཡ་བྱོས་ར། ད་དེ་དུས་བསམ་བློ་ཤུགས་ཆེ་ཞིག་སླེབས་སོང་ཚོད། བསམ་བློ་ཤུགས་ཆེན་པོ་ཞིག་སླེབས་ནས་ཨ་ནི། འོ་ད་ང་ཚོ་ཁང་པ་གསར་བ་ཞིག་ཚར་ན་ཁྱེད་རྣམས་ཚོ་ད་ཐོ་ཡག་གི་ཁང་པ་ཅིག་ཚེ་བོ་དང་ཨ་འདི་འགྲམ་དུ་ཁང་པ་ཞིག་རག་ཨ་འདི་ནས་ཕྱི་ལོ་ཁྱེད་རྣམས་ཚོ་མང་པོ་ཅིག་ཕྱི་ལོ་ས་ར་ལང་ཀ་ལ་ལེར་བཏགས་གང་དང་མ་མཆུ་འདྲི་ལ་གི་རྒྱབ་ཕྱོགས་དེ་ལ་ཡ་མུ་ན་ཆུ་རྒྱུགས་ས་དེ་ལ་ཨ་ནི་དེ་སླེ་དུ་བསམ་པ་ཁོ་ད་ཁོང་ཚོ་ལ་ཁྱི་ཁ་ལག་སྤྲད་དུ་བསམ་པ་ཕ་ཆོས་ལ་ཁྱི་ཁ་ལག་ཁྱི་མང་པོ་ཅིག་ཡང་བལྟ་བསྡད་ཀྱི་རོ་ཞིག་མཐོང་ས་ཡང་ཁོང་ཚོ་ལ་སྤྲད་དུ་དུ་ཟེར་ནས་ད་མ་མཆུ་འདྲི་ལ་དང་ད་ཅིག་ཁྲོམ་ར་ནང་ལོགས་ལ་ང་ཚོ་གི་ཁ་ལག་ཞིག་ད་སྤྲད་འོང་བ་ན་མ་གཏོགས་ཅིག་མ་མཆུ་འདྲི་ལ་ཡི་རྒྱབ་ཀྱི་བྷྱོ། ཁྱེད་ཕལ་ཆེར་མང་ཆེ་ལ་ད་ཁྱེད་ཉིས་བརྒྱ་སུམ་བརྒྱ་རེ་བ་ཅིག་ཡོད་བའི་སྐད་ཆ་རེ་ད་དེ་ཚོ་ལ་ང་ཚོ་ཁ་ལ་སྤྲད་བསྡད་དགོས་རེད། ཨ་ནི་དེ་ཞོ་གས་བཏགས་པ་ཁ་ལ་སྤྲད་དགོས་རེད། ཨ་ནི་དེ་ཁ་ལ་སྤྲད་དེ་ཡི་ད་མི་ཡུལ་ཆད་ཅིག་ཡོད་རེད་ད་ཇི་ད་ཀྱི་ཁྱེད་ཡི་ཉན་ཁ་ཞོ་རེད་ཁྱེད་ཀྱི་མི་ཁྱེད་ཁྱེད་ཁོ་ར་ཅིག་ཁྱེད་ག་ཅིག་གྲངས་ཀ་དེ་ཕར་འགྲོ་གོ་རེད་ད་དེ་ཚོ་གཤགས་བཅོས་བཏང་ཡ་ད་དེ་འདྲ་བྱས་ལ་ཁྱེད་མཉམ་དུ་ཡི་ཅིག་སླེ་གོ་ད།

སྙེ་མ་ནི་བསམ་དོན་ལྟ་དེ་ཡ་མུ་ན་ཁྱིམ་ཚང་གོ་ལ་བིག་ཟེར་ཡིན་ནི་ད་ཡ་མུ་ན་ལ་ཡོད་རྒྱབ་ལ་ཆུ་གཅིག་རྒྱུག་བསྡད་པ་ཡ་མུ་ན་རི་བ་འདི་རེད་ཨ་ནི་ཁྱིམ་ཚང་ལ་ཡོད་ང་ཚོ་ད་ཁ་རོག་ཚང་མ་རོག་བོད་ཁྱིམ་དུ་བ་ལ་འགྲོ་རྒྱུ་རེད་མང་ཆེ་ཨ་ནི་ང་ཚོ་རུག་རུག་བྱེད་དེ་དུས་ཁྱིམ་ཚང་ལ་བ་རེད་ད་དུས་ཀྱི་མིང་ཆགས་རྒྱུ་རོག་རེད་དང་པོ་དང་པོ་ང་ཚོ་མིང་འདི་འདི་བྱེད་དུས་ད་མིང་སྙན་པོ་ཞིག་ད་མི་འདུག་ད་ད་ལ་ལ་ལ་ལ་ནི་ད་ཁོ། ཉིན་རིང་པོ་འདུག་ཉིན་རིང་པོ་འདུག་ཨ་ལས་འདི་བྱེད་ན།

ཨོ།
ང། ཁ་ལ་ཨོ། དེ་སྔོན་ད་ལྟ་ལ་ཨོ་ན་ཤི། ལྡི་ལི་ལ་ཡ། ད་ལྟ་གཞུང་འབྲེལ་མ་ཡིན་པའི་ཚོགས་པས་གང་ལེགས་བྱེད་དུས་རེད། དེ་བྱེད་དུས་བསམ་པ་སྤྱི་སྟངས།
ལྡི་ལི་དུ་བ་ལ་ང་ཚོ་བོད་པའི་སྐོར་ལ་ཡ། རེད་ཨེ། བོད་པའི་གནད་དོན་རེད་ཨེ་ནི། གང་ལྟ་བོད་པའི་སྤྱི་ཚོགས། དེ་འདྲའི་མང་པོ་ཅིག་ལ་དེ་སང་དངོས་གནས་དོ་སྣང་སྤྲད་ཉེན་མང་པོ་རོད་ཅིག་སླད་བསྡད་འདུག་ད། ཁོ་རང་ཚོ་སླད་ཉེན་གྱི་ཁ་ཕྱོགས་མ་འདྲ་མ་འདྲ་རེད་མ་གཏོགས་སྤྱི་སྟངས་སླད་བསྡད་འདུག་དེ་སླད་དུས་བསམ་པ་ང་ལ། ད་ལྟ London School of Economics ནས་ཨེ་ནི། Professor ཅེས་མ Research བྱ་ག་ལས་འདུག་ཉམས་ཞིབ་བྱ་ག་ལས་འདུག་བསམ་པ་ཁོང་མོ་རང་མཉམ་དུ་ང་འབྲེལ་བ་འགྲོ་བྱུང། ང་མཉམ་འབྲེལ་བ་བྱུང་དུ་བསམ་པ་མོ་རང་གིས་ཏང་གིས་ལས་ཀ་བྱེད་བསྡད་ཡུལ་དང་ཨ་ནི་བོད་བོད་པའི་སྤྱི་ཚོགས་དང་གཞོན་སྐྱེས་གང་ལ་དམིགས་བསལ་ཤེས་ཡོན་གང་ལ་ཅིག་ལས་ཀ་བྱེད་བསྡད་ཡུལ་མཐོང་དུས་བསམ་པ། འདི London School of Economics ལ་ལོ་རྟག་པ Fellowship ཅིག་འདུག་དེ་དེ་ད་ལྟ་ཆེ་ས་ད་ལྟ་ག་ལོ་རེད International Inequalities Institute ལས་ནས་ཁོང་ཚོས་ཀྱིས་ཅིག་དཔལ་འབྱོར་ཐོག་ནས་རེད་ཤེས་ཡོན་ཐོག་ནས་རེད་གང་ཅིའི་ཐོག་ནས་ཐད་ཅིག་གི་འདྲ་མཉམ་ཡོང་ཨེ་རོགས་བྱོས་ར་འདི་གང་ལ་ཅིག་ལས་ཀ་བྱེད་བསྡད་རྒྱུ་ཡིན་གི་ཚོགས་པ་ཅིག་རེད་ཤ་ཨ་ཁོ་རང་ཚོ་གི་དེ་འདྲས་ཀྱི་ལས་གཞི་ཅིག་ལོ་རྟག་པ་འདུག་ཨ་འདི་འཛམ་གླིང་ནང་ལ་ད London School of Economics ལ་གཙུག་ལག་རམ་འབྱམས་པ་བྱས་ཀྱི་གོ་སྐབས་དེ་མི་བརྒྱད་ལ་བཀྲིས་འདུག་ཨ་ནི་འཛམ་གླིང་ཡོངས་ནས་མི་བརྒྱད་མ་དུ་བཀྲིས་མི་འདུག་ང་རང་དང་པོ་འདི་ར་འདུག་བསམ་པ་ད་སྙན་ཞུ་རོལ་ཅིག་རྒྱ་འོས་ན་རྒྱ་འོས་མིན་ན་ས་མེད་དོགས་པ་ལི་གང་ལི་ན་སོ་སོ་བོད་པ་ཡིན་དུས་ས་མ་ག་གང་ཅི་ཏེ་ནི་ཅིག་གི་ཐང་ག་ང་ད་ར་ཡ་ཁག་པོ་རེད་མི་པའི་བོད་ཅིག་འཛམ་གླིང་ནང་ལ་མི་ཞུ་ཡོད་རེད་ས་མེད་ཅིག་གི་དེ་བསམ་བློ་སླེབས་དུས་ད་གང་ད་ཨེ་འདི་བྱེད་ནི་ངའི་སྙན་ཞུ་རྒྱ་རེད་འདི Fellowship འགྲོ་བ་ཡིན་ན་ཉུང་མཐའ་ལ་སྤྱི་ཚོགས་ནང་ལ་ལོ་བདུན་བསི་ལས་ཀ་བྱེད་མྱོང་ཡོད་ཀྱི་ཉམས་མྱོང་དགོས་འདུག་ཉུང་མཐའ་ལ་ཨ་ནི་འདི་སྙམ་དུ་མི་དགེ་ལེན School of Economics ལ་གཙུག་ལག་རམ་འབྱོར་པ་བྱས་རག་གོ་རེ་ལྷག་མ་དགེ་ཅིག་ཀྱང་སོ་སོའི་ལུང་པ་ལ་བསྡད་ནས་ར་ནི་ཅིག་ལས་བྱ་རེ་འདི་བྱས་ཀྱི་གོ་སྐབས་འགྲོ་ཅིག་འདུག་གང་ལྟར་ད་མི་བཅུ་དྲུག་འགྲོ་ཅིག་ཁྱོན་བསྡོམས་ནས་ཨོ་འདི་བྱས་ནས་གང་སློབ་སྦྱོང་བྱས་ཁ་ལས་རྒྱུ་རེད་ད་འདི Full Scholarship རེད་ཨ་ནི་ཅིག་འདི་ཡ་བླ་བྲ་འགྲོ་ཡ་ཚང་མ་འགྲོ་སོང་ནམ་གྲུ་ཕ་ཚོ་འགྲོ་ཡ་ཚང་མ་འགྲོ་སོང་གོང་སོ་བཏང་བསྡད་གོ་རེ་འདི་གལ་སྲིད་ད་ད་ང་ཚོ་བོད་པའི་ད་དེ་བེད་སྤྱོད་འདི་ལྟ་འདི་ཡིན་དེ་ཡོད་ན་ཨ་ནི་ཁྱེད་རང་ཚོས་ཡང་དེ་དེ་སྐོར་ལ་ཅིག་དོ་སྣང་འགྲོ་ཡོད་ཨ་ནི་ཡོད་ན་ང་ལ་འབྲེལ་བ་བྱས་ན་འགྲིག་རེད་ཨ་ནི་དེ་གོ་སྐབས་ཡག་པོ་དཔེ་འདུག་དག་དག་དག་དག། སྤྱི་ཚོགས་ནས་ལེགས་བྱས་དེ་ཡིན་དེ་ཡོད། རེད་རེད།
ཐུགས་ཆེ་ན་ཨ་ནི་ད་དྲི་བ next དེ་གར་ལ་ན་ར་ད་ད་འདི་ཁྱེད་རང་ལ་འདི་ནི་ལེ་བ་བྱས་ནས་ད་ད་བར་དུ་འཚོ་བ་ག་འདྲ་རུ་བྱུང་ཟེར་ར། ཨ་ནི། དེ་ད་མ་ལས་ངས་ལ expectation ཇི་ཡོད་ར་ལ་འདི་འདི་རུ་ཡོད་རེད་ཟེར་མོད་ཀྱང། དེ་ད་ལས་གསལ་བོ་ཞོར་ལ་ད་ཅིག expectation དེ reality དུ་ཆགས་ཟེར།
ང་སྙེ་མ་སྙེ་མ་ང་ཚོ་ད་རྒྱ་གར་བསྡད་འདུག་བསམ་པ། ཅིག་ང་སྙེ་མ་ནས་དྲན་བསྡད་ཡོད། ཅིག་ཅིག་དང་རྒྱ་གར་སློབ་ཆུང་བྱེད་རེས་ཨ་ནེ་བོད་པའི་སྤྱི་ཚོགས་ནང་ལ་ད་ལས་ཀ་ཐལ་རིང་པོ་འགྲོ་ཅིག་སོ་སོ་གང་དུ་དུ་རོ་ཅིག་ཉམས་མྱོང་ཟ་ཡ་དང་འདི་ག་ལ་ཆེ་དེ་རེད་ཨ་ནེ་གཞུང་འབྲེལ་མ་ཡིན་པའི་ལས་ཀ་འགྲོ་ཆེ་ཡེ་ནས་སེམས་པ་ན་དེ་འདྲ་རེད་བསམ་དུས་ཕྱི་རྒྱལ་གྱི་ལུང་པའི་ནང་ལ་ཡང་སློབ་ཆུང་བྱ་ཡ་གོ་སྐབས་རོ་ཅིག་བྱུང་བ་ཡིན་ན་འདི་གི་ཡང་སོ་སོ་བསམ་བཏང་ཆོག་ད་ཁོར་ཡུག་དང་དེ་འདྲ་མ་འདྲ་ཅིག་ཆགས་ཡི་རེད་བསམ་ཉི་མ་ནས་བསམ་དུ་དེ་སླེ་དུས་ཨ་ནེ་ང་ད་དེ་སྔོན་ཚོང་མཛོད་རོ་བྱས་ནས་ད་ད་ཨ་རི་ལ་ཅིག་འགྲོ་ཡག་གོ་སྐབས་བྱུང་སོང་དེ་དུས་ང་ད་ཕྱི་རྒྱལ་གླེ་བ་ཐེངས་མ་དང་པོ་རེད་དེ་གླེ་དུས་བསམ་པ་དེ་དུས་ཅིག་གང་ཅི་ཐུག་ལ་ཅིག་དོ་སྣང་རོ་བྱས་ད་ཐོམ་སང་ས་རོ་ལ་བ་རེད་ད་ཨེ་འགྲོ་ཅིག་དང་པོ་དུ་བ་ཆགས་སོ་ཡིན་ནའི་ད་སྐོར་འགྲོ་སྟངས་འགྲོ་ལུགས་དེ་ཚོ་ག་ལི་ག་ལི་ཤེས་འདུག་བསམ་ཨོ་ད་མི་དེ་ཚོས་ལས་ཀ་དེ་འདྲ་བྱེད་ཀྱི་འདུག་བ་མི་ཚེ་དེ་འདྲ་སྐྱེལ་གྱི་འདུག་བ་དེ་འདྲའི་རེད་བ་ཅིག་གིས་དེ་དུས། བིཀས་ཅེས་ར་བཟི་ནས་ད་རྒྱུད་རིང་པོ་བསྡད་ཡོད་མ་རང། ད་དེ་ལ་ལ་འདྲ་གླས་ནས་སློབ་སྦྱོང་བྱ་བར་སླེབས་འདུག་བསམ་པ། ཨ་ནི་དབྱིན་ཇི་ལུང་པ་གིས་ད་ང་ཚོ་དམིགས་བསལ་ད་བོད་པ་འདི་ཚོ་ག་རེ་གནང་གི་འདུག་ཨ་བོད་ཨ་ནི་དབྱིན་ཇི་གི་སྐལ་ལྕེ་ག་འདྲེར་འདུག་ཁོ་རང་ཚོའི་བྱེད་སྟངས་བྱེད་ལུགས་འདི་ཚོ་ག་འདྲེར་འདུག་ཨ་ནི་སློབ་ཕྲུག་འདི་ཚོ་ག་འདྲེ་བསམ་བཏང་གི་འདུག་སློབ་སྦྱོང་བྱེད་སྟངས་ག་འདྲེར་འདུག་དེ་གི་ད་རྒྱ་གར་ད་ག་འཇི་ཐོ་ནས་མ་འདྲ་འགྲོ་གི་འདུག་ཨ་ནི་ང་སློབ་སྦྱོང་བྱེད་དུ་བསམ་པ་དང་པོ་དུ་བ་ལ་གྱི་ལ་ཉེས་སྐལ་ཡོད་མ་རག་སྦྱང་མ་སྦྱང་ལ་སུ་སུ་སུ་བྱེད་དགོས་རེད་དུས་ཚོད་ཏག་ཏག་ཏག་ཏག་ལ་སུ་སུ་སུ་གི་ཚར་བ་བྱེད་དགོས་རེད་སློབ་སྦྱོང་དུས་ཚོད་ནི་དེ་ཡིན་དུ་བསམ་པ་དང་པོ་དུ་བ་ཏིས་དཀའ་ངལ་འཕྲད་སོང་འདི་ག་ལ་ལོ་མང་པོ་སློབ་སྦྱོང་གྱི་བར་ཐག་ཤུགས་ཆེན་པོ་ཡོད་དུ་བསམ་པ་དཀའ་ལས་འཕྲད་སོང་ཡིན་ནའི་ལོ་དེ་རྫོགས་འགྲོ་དུས་བསམ་པ་དངོས་གནས་སུ་སུ་སུ་སུ་སུ་གདེང་ཚོད་རོགས་བཞི་ལེགས་འདུག་དེ་གཅིག་ག་རེ་ནས་བྱེད་ཐུ་ཡས་འདུག་ང་ཚོ་བོད་པ་པུ་གུ་ལ་གོ་སྐབས་རག་ན་ཨ་ནི་ག་རེ་ནས་བྱེད་ཐུ་གུ་འདུག་ལས་བྱོ་ར་ཨན་དེ་སུ་སུ་འཇོན་དྲག་ན་ཡག་དྲག་ན་ནི་ཁེ་མ་རེད་ཅིག་བོད་པ་སུ་ཡིན་ནས་ང་ཚོ་གདེང་ཚོད་སླེབས་ཐུ་བ་བྱོ་གདེང་ཚོད་དེ་གོ་སྐབས་གླེང་ར་གོ་སྐབས་ཡོད་ཚད་ཚང་མ་ལ་ཨན་སུ་སུ་ཡར་རྒྱས་བཏང་ཐུ་ན་ངའི་བསམ་ནོ་དག་རང་ཡིན་སུ་སུ་ཡར་རྒྱས་བཏང་ཐུ་ན་ཨན་སྤྱི་ཚོགས་ནང་ག་རེ་ལས་ཀ་བྱེད་ནས་ཨ་ནི་ཅིག། ནུས་པ་ཤུགས་ཆེ་བཏོན་ཐུབ་རེད་ལེ་ལོས་བསམ་ནས་ད་ག་འདའ་ཨིན་ཇི་ལུང་པ་དེ་ལ་དེ་ཤུ་རི་འགའ་ལ་དཔེ་སྐྱེ་བོ་ཆུང་སོང་ཨ་ནེ་དངོས་ནས་ཨོ་ར་གཅིག་གས་མིག་སེར་དེ་ལ་བོད་བོད་རིགས་ཚོགས་པ་ནང་ལས་ཀ་བྱས་ཡོད་རེད་དེ་ལས་ཀ་བྱེད་དུས་བསམ་པ་བོད་པ་མང་པོ་ཅིག་ཡམ་འབྲེལ་བ་བྱས་བྱུང་སོང་ཨེ་དེ་ཡིན་ས་ང་ཚོ་ག་ཡིན་ནས་བོད་པ་འདི་ཚོ་རུག་རུག་བྱས་རྡོག་རྫི་གཅིག་སྒྲིལ་འགྲོ་བ་བྱས་དེ་གི་ཉམ་མ་ནས་བསམ་ནོ་བསམ་བསྡད་ཡོད་ཨེ་དེ་ལ་ཨེ་དཔེ་དེ་ཤུགས་ཆེན་པོ་ལས་སོང། ཨ་ལ་ཡ་ཡ་ཨ་ནི་དྲི་བ next དེ་ད་ང་རང་ག་འདི་རུ་སོ་ཟེར་ན་ར། ང་ཚོ་ཐེངས་མ་དང་པོ་དེ་ཨ་ཅེ་བཀྲ་ར་ནང་དུ་ཐུག་ར། མོག་མོ་ན་ཡིན་ལ།
འདིའི་རྗེས་ལ་འོ་འདི་སྐབས་སུ་ཁྱེད་རང་ཀླད་རྩ་སུ་འགྲོ་ཡིན་ས་ར། ཨ་འོ་འདི་རྗེས་ལ་ཧབ་ཏ་གཉིས་རྗེས་ལ་ང་ཁྱོད MC བྱེད་རྒྱུ་རུ་མཐོང་ས་ར་དེ་དུས་ཆེན་གཅིག་ལ།
ཁྱེད་རང་འདི་ང་ཚོ Tibetan Community ནང་ལ་ར། མགྱོགས་པོ་པའི་གཤིབ་ངེས་རུ་མཐོང་ས་ར་མི་ཚང་མ་ཡིན་འདུག་ར། ཨིན་དེ་མགྱོགས་པོ་ག་འདྲེས་ག་ལོར connection delays མི་ཚང་མ་ཡིན་འདུག་ར like རོགས་པ་རྒྱབ་ལོག་ལ་རོགས་པ་བྱས་རོགས་འོ་དེ་དཔེ་མགྱོགས་པོ་བྱེད་ས་གི་འོ་དེ་ག་འདི་རོ་དེ། ཡང་ཨམ།
ང་དང་པོ་དེ་ལི་འདི་ཟིན་པ་ང་ཡི་སུ་ང་ཅུང་ངོ་ཤིང་མེད་ཡིན་ནའི་ཁ་ཤས་ཅིག་ང་ཉི་མ་བསླབ་གྲྭ་དང་འདི་འབྲེལ་བ་ཡོད་ཨེ་ནས་རེད་ཨེ་ནས་ང་ཕ་དེ་ས་དེ་བོད་ན་བཀའ་རྒྱུད་ས་མེད་རྫོང་ལ་དེ་རེད་ཨེ་བཀའ་རྒྱུད་ས་མེད་རྫོང་དེ་ཡང་བོད་པའི་གི་བཀའ་རྒྱུད་ཀྱི་ཆོས་ཚོགས་ཞིག་རེད་ཨེ་ནས་དེ་ལ་ཡང་ཇུ་མ་ཡང་སློབ་ཕྲུག་འདྲེ་གལ་སྲིད་དེ་བ་ལ་སློབ་སྦྱོང་བྱེད་བ་ལས་དེ་སྲ་ཡང་དེ་ཡོད་ན། ཨེ། ཁོ་རང་བཀའ་བརྒྱུད་ས་མེད་རྫོང་ལ་འབྲེལ་བ་བྱེད་ན་ཁོང་ཚོ་དེ་སྲ་བྱེད་གང་ལྟར་དྭང་བླངས་ཏེ་ཞིག་བྱེད་དགོས་འདུག་ཡིན་ནའི་ཁོ་དེ་སྲ་དེ་ཚོ་དཔེ་ཡག་པོ་རེ་ཞུ་འདུག་ད་ང་ཕེ་དེ་དུས་བསམ་པ་ཨ་ནི། དེ་འབྲེལ་བ་བྱུང་བས་དེ་ང་ཕེ་ལ་དེ་དེ་ཉིད་བོད་པ་སྤུ་གུ་ཆུ་ཡོད་རེད་ཨ་ནི་ཁོ་རང་ངའི་རོགས་པ་དངོས་ནས་ངོ་ཤེས་པ་རེད་ཁོ་རང་ལ་འབྲེལ་བ་བྱུང་ནས་དེ་འདྲ་རུ་ཆགས་སོང། ད་གང་ལྟར། ཕའི་དེ་བཞིན་རིང་ག་ལ་ཨ་ནི་ཉི་མ་ཁ་ཤས་ཤིག་མ་གཏོགས་འགྲོ་གི་མ་རེད། ཁྱེད་རང་ལ་ན་གཞས་དང་པོ་ཕའི་ང་ཚོ་བྷི་ཐེག་གི་ཚོགས་འདུ་དང་པོ་དེ་ཕའི་ཚོགས་འདུ་ཟིན་པ་ནང་ལ་ཐུག་རེད། ཡིན་ནའི་དེ་རྗེས་ལ་བོད་ཡིག་བོད་རིགས་ཚོགས་པ་གི་ཚོགས་མི་གསར་བ་དེ་ལོ་དེ་ལ་བདམས་བསྡད་དོ། ཨ་ནི་ང་སླེབས་དུས་ད་ཧ་གོ་གི་མེད་ཡིན་ནའི་དེ་སླེབས་དུས་བདམས་བསྡད་དོ་ཨ་ནི་གང་དག་དུས་ཕྱིན་ནས་ཀྱི་ཁོ་ང་ཚོ་རུ་ཁག་གསར་བ་རུ་ཀྱི་བཟོས་ཐབས་ཅིག་བཏང་བསྡད་དུས་བསམ་པ་ཨ་ནི་ང་ལ་སྐད་ཆ་དྲིས། ཚོགས་གཙོ་ལགས་ཀྱིས།

drinks ཅིག་ཡོད་རེད། རེད་རེད། དེ་ཡོད་དུས་བསམ་པ་ཨོ་ད་ངས་ཁྱེད་མ་ལྟོས་མཁན་མི་འདུག་ཡིན་ན་ངས་དང་པོ་དུ་བར་ལ་ཡིན། ང་རང་སློབ་ཆུང་དང་འཛིན་གྲྭ་དག་དུ་བར་འགྲོ་དུས་བསམ་པ་ཨ་ཡང་པ་རུ་པ་རུ་ལ། ཅིག་རོགས་པ་བྱེད་མ་ཐུབ་ཡ་འདྲ་ལེ་དུས་དུས་ཡིན་ཡང། ཅིག་བསམ་ཤེས་གནང་རོགས་བྱས་ལ་ནས་ཞུས་ཡིན། དེ་ཨ་རང་གོ་ར་ལ་བསམ་བློ་བཏང་ཉིན་མ་དེ་ལ་འགྲིག་གི་རེད་ང་རང་ལ་ཤ་ཡིན། ཁ་ལ་ན། ཅིག་སྤྱི་ཚོགས་ལ། ནང་ལོགས་ལ། ད་ཞབས་ཕྱི་འདི་ད་ཧོང་མ་སི་རིང་ནས་སྤྱི་ཚོགས་ནང་ལ་ལས་ཀ་བྱས་ཆོག་ར། དེ། གང་མང་མང་བྱས་ན། སྤྱི་ཚོགས་ཡག་གོ་ཚུལ་སྤྱི་ཚོགས་ཡག་གོ་ཚུལ་ན། སྤྱི་ཚོགས་ཀྱི་སྤྱི་བཏང་རྙོག་དྲ་མང་པོ་ཡོད་ར་ཏེ་སྤྱི་ཚོགས་ནང་ལོགས་ཀྱི་ཡ་ག་ཆོ། མ་འོང་གར་བྱས་དུ། ཅི། མིག་གི་ཡ་ག་ཆ་ཁར་དུ་དེ་ཚོ་མང་པོ་ཅིག་མཐོང་ཡ་ར་ཡོད་ད། དེ་མཐོང་དུས་བསམ་པ། ཨ་ང་ཚོ། བོད་པ་ཚང་མ་རུག་རུག་ཅན་ཡོང་ཡ། ཨ་ནས། གཙོ་བོ་བོད་ཀྱི་རྩ་དོན་སྒང་ལ་ལས་ཀ་ཇུ་མ་ག་རེ་བྱས་འདུག་དེ་སྒང་ལ་ཁ་གསལ་གསལ་འགྲོ་གི་འདུག་བསམ་གི་འདུག་རེད་རེད། འོན་ཏེ་ཡིན་དུས་ད་སུ་ཚོད་ཀྱི་གོ་སྐབས་དེ་གླེང་ཡིན་གོ་སྐབས་གླེང་བ་ནང་བཞིན་ཅིག་གི་ཚོགས་མི་འདི་ཚོ་ཧང་སང་ཡ་འདུག་ད་ད་ལྟ་བོ་ད་ད་བོད་རིགས་ཚོགས་པ་འགོ་བཙུགས་ནས་དེ་དབྱིན་ཇི་ལུང་པ་དེ་ལ་ང་ཚོས་ད་ཚོགས་པ་གཙོ་བོ་བོད་རིགས་ཚོགས་པ་མ་དེ་ཡོད་མ་རེད་ཨན་འདི་གི་ག་རེ་ཡིན་ནའི་བོད་པ་ཚང་མ་རུག་རུག་རུག་བྱེད། ཨ་ནི་ཉམས་མྱོང་དེ་ཧང་སང་ཡ་ཅིག་ད་ལྟ་འདི་ག་ལ་བསམ་བཏང་འདུག་བསམ་པ་ལོ་གཅིག་ན་ལ་བུའི་ཚོགས་པ་ནང་འཛུལ་རྒྱུ་དེ་ང་རང་བསམ་དོ་ཁྱེད་སྐད་ཅིག་ཉམས་མྱོང་ཡག་ཤོས་འགྲོ་ཅིག་ཚོར་དུ་སོང། རེད་རེད་ཡཱ thank you ཨཱ་ནི་ད་དྲི་བ next དེ་རྡོག་རྡོག་ཁར་ལ་ན་ར་ད་ད་ལྟ་བོད་གནས་སྟངས་བརྗོད་ར་ད་ད་ད་དཔེ་སྐྱོར་ར་མི་ཚང་མ་ཧ་གོ་ར་ད་ད་གནས་སྟངས་འདི་ཁྱེད་རང་ཡར་རྒྱས་འགྲོ་གི་རེད་བསམ་གི་འདུག་ཡང་ད་ལྟ་གནས་སྟངས་འདི་སྡུག་རུ་འགྲོ་གི་རེད་བསམ་གི།
ང། སྙན་མ་ད་སོ་སོ་འཚར་ལོངས་བྱས་འདུག་འདི་བསམ་པ་ང་ཚོ། བསམ་བློ་ཞེ་དྲག་བཏང་མེད་དྲང་པོ་བྱས་ན། ག་ལ་ན་བོད་ཀྱི་གནས་སྟངས་དེ་ང་ཚོ་ད། ལངས་ཕྱོགས་ག་ལ་སྐད་ཆ་བཤད་དགོས་ཡོད་རེད། ཨེ་བོད་ཀྱི་སྤྱི་བཏང་བོད་ནང་ག་རེ་བྱུང་གི་ཡོད་མེད་དེ་ང་ཚོ། ད་ཁ་གསལ་བོ་ཞུ་ད་ཧ་གོ་མ་ང་ལན་ཧ་གི་གུ་མེད་ཡིན་ནའི་གང་ད་ད། ཚོགས་པ། གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་གིས་འདི་གང་ལ་སྐད་ཆ་བཤད་དགོས་རེད། སྐད་ཆ་བཤད་དུས་བསམ་པ། ཨ་ནི་བོད་གཞུང་གིས་འདི་གང་ལ་སྐད་ཆ་བཤད་དགོས་རེད། ཨ་ནི། སྤྱིར་བཏང་བོད་ནང་ལ་འགྲོ་བ་མིའི་ཐོབ་ཐང་མེད་བ་དང། ཨ་ནི། ཆོས་ལུགས་ཀྱི་རང་དབང་མེད་བ་དང། དེ་འདྲའི་གང་ལ་སྐད་ཆ་མང་པོ་བཤད་དགོས་རེད། ངས། ང་ཡི་བསམ་བློ་ལ་ནི་མ། ད་ང་རང་ཡིན་ཤག་ཤག། ནས་དེ་འདྲ་རང་རེད་དཀའ་ངལ་ཡོད་རེད་ང་ཚོ་གི་ཁ་ཆེ་བོ་རེད་ང་ཚོས་བྱས་ལ། རྒྱ་མི་ཡིས་དེ་བྱས་ན་འགྲིག་མི་འདུག་ལ་ནས། ཆོས་ཆོས་དད་རང་དབང་དགོས་འདུག་འགྲོ་བ་མིའི་ཐོབ་ཐང་དགོས་འདུག་འདི་འདྲ་གང་ལ་སྐད་ཆ་བཤད་དེ་འོར་ད། ནས་རྒྱལ་པོའི་འགྲོ་དུས་ད་རང་བྱེད་རྒྱུ། འདུག་བཟོ་ཆོག་བྱས་ན་ནུས་པ་ཡོད་རེད། ད་ཡིན་ན་ནུས་པ་ཡོད་བ་གཞི་བཟུང་བྱས་ནས་ཡང། ང་ཚོས་དྲི་བ་དེ་སླད་ཐུག་མི་འདུག་ཐབས་རྐྱང་ཡང་ད་ལྟ་ལ་སར་ང་ཚོ་བོད་གནད་དོན་བརྒྱ་ཆ་བརྒྱ་འཛམ་གླིང་གི་རྒྱལ་སྤྱིའི་གི་ད་ལྟ་ཅེག་ཁོ་ང་ཚོ་གི་བསམ་སྟངས་དང་ད་སྐད་ཆ་བཤད་སྟངས་དུ་བྱེད་ན་བོད་གནད་དོན་དེ་ཧ་ལམ་བཟོ་བ་འགྲོ་ཅིག་གང་ལ་སྐད་ཆ་བཤད་བར་ང་ཚོ་བོད་པ་ནང་ལོག་ལ་ཡང་བསམ་སྟངས་ན་ད་རེ་བ་འགྲོ་ཅིག་ཡོད་རེད་ད་སྐྱབས་མགོན་རིན་པོ་ཆེ་ཕ་ཕས་གི་རེ་བ་ཡོད་རེད་ཨ་ནི་ཨ་ཁ་ལོ་ར་ད། གུའུ་དེ་རུ་ཆེ། ང་ཚོའི་བྱེད་དགོས་ཡ་དེ་ད་སྐད་འབོད་རྒྱག་དགོས་རེད། ཨ་ནི་ཕྱག་ལས Advocacy ཕྱག་ལས་མང་པོ་གནང་དགོས་རེད། ཡིན་ནས། ཁོ། ཁྱོན་ཡོངས་ཀྱི་ང་ཚོའི་གི་འོ། ད་ང་ཚོའི་སྐད་འབོད་རྒྱག་ཡ་དང Advocacy དེ་ཚོ་ག་ཡི་ཕྱོགས་ལ་འགྲོ་གི་འདུག་ར། འདི་གི། ཨ། ཅིག། དེ་ཚོ་ཚང་མ་བྱས་ནས་ཨ་ནི་ང་ཚོ་ལ་ར་ཡ་ག་རེ་འདུག། ར། དེ་ཚོ་མ་བསམ་བཏང་དུས་བསམ་པ། ང་ཚོ་བོད་ནང་གི། ཆོས་དད་རང་དབང་མེད་པ་དང་འགྲོ་བ་མིའི་ཐོབ་ཐང་མེད་པ་དང་དེ་འདྲའི་ཁ་ལ་མ་སྐྱེལ་བཤད་དུས་གང་ལྟར་བོད་རྫོགས་འགྲོ་གི་ཡོད་རོ་ཅིག་སྐད་ཆ་ཞིག་ལེགས་འདུག་དེ་སླད་ན་ང་ཚོ་བོད་རྫོགས་འགྲོ་གོ་མ་ར། ད་ལྟ་ཉེ་ཆར་ང་ར་ཅིག་གི། དེ་འདྲའི་ཁ་ལ་ཅིག་སྐད་ཆ་བཤད་འགྲོ་དང་འདི་གོ་སྐབས་བྱུང་སུ་ཅིག་སུ་ཅང་ཨེ། དེ་བྱེད་དུས་བསམ་བོད་ནང་ལ་དངོས་གནས་བོད་རྫོགས་འགྲོ་གི་མི་འདུག་བོད་ནང་ལ་བརྒྱ་ཆ་བརྒྱད་ཅུ་ལས་ལྷག་བོད་མི་རེད་དོ། ནི་རེད། ཨན་བོད་ན་ཡོད་ཉིད་ནས་སུ་མང་བྱས Bilingual སྐད་ཆ། གཅིག་སྐད་སྐད་རིགས་གཉིས་གང་ལ་ཤེས་ཉེ། བོད་སྐད་ཤེས་ཉེ་རྒྱ་སྐད་ཤེས་ཉེ། ནི་རེད། ཨན་ནས་བོད་ནང་ལ་ས་ཆ་ས་ཆ་ལ་སུ་སུ་གི་སླབ་གྲ་དུ་བ་ལ་དངོས་གནས་ལས་ཀ་བྱེད་དུ་ཉེ། ཁོ་ཡུལ་ག་ལས་ཀ་བྱེད་དུ་ཉེ་གློག་བརྙན་བཟོས་ཉེ་ཧང་སང་ཡ་བོད་ཀྱི་གནད་དོན་དངོས་གནས་གང་ལ་སྐད་ཤེས་ནི་གཅིག་རྒྱ་ནག་གི་འཛུགས་ཁྲུན་གཅིག་བྱེད་ཀྱི་ཡོད་བོད་རྫིག་པོ་ཞུ་བཟོས་ཡོད་ལ་ནི་སྐད་ཆ་གཅིག་བཤད་དུ་བར་དེ་ལ་མང་པོ་གཅིག་ཨོ་རྒྱ་མི་ཡག་པོ་བྱེད་དུ་བསམ་བཏང་ན། རྒྱ་མིས་ཀྱིས་འཛུགས་སྐྲུན་བྱས་ཏེ་བོད་ཀྱིས་འཛུགས་སྐྲུན་བྱེད་ད་ལ་ཡོད་མ་ར། ང་ཚོ་བོད་རང་བོད་མི་སོ་སོ་ཀྱིས་ཐག་གཅོད་བྱེད་ཡ་བོད་མི་སོ་སོ་ཀྱིས་ཅིག་ག་རེ་གོ་ག་རེ་བྱེད་ཉེས་འཁྲུག་འདུག་འདི་ང་ཚོ་ཐག་གཅོད་བྱེད་ད་ད་བར་དུ་གོ་བོ་ར་ཡོད་མ་ར། ད་ང་ཚོས་ད་ལྟ་དུས་ཚོད་ལ་ང་ཚོ་བོད་པ་ཀྱིས་བོད་བོད་རང་སོ་སོ་རང་བདག་སྐྱོང་བྱེད་ཐུག་ཡོད། ང་ཚོ govern བྱེད་ཐུག་ཡོད་ར་རྒྱ་མི་གཞུང་ལ། ཨ་ནི་རྒྱལ་སྤྱི་གང་རྒྱལ་སྤྱི་གཞས་ཡིན་ན་དུན་སང་མ་ལ་ང་ཚོའི་དུན་ས་སྐྱའི་གཞས་མགོ་བཙུགས་ཡོད་དོ། བོད་ཀྱི་འགྲོ་བ་མིའི་ཐོབ་ཐང་མེད་བ་དང་དུན་སོ་མེད་བ་ཁ་ཆེ་གླེང་ན་རྒྱ་མི་སྒང་ལ་བསྡད་སྡོད་ར། ང་ཚོ་རྒྱ་མི་གོ་ཡ་མི་འདུག་ང་ཡོང་ཚོ་ངང་སྐོས་བྱེད་ཐུབ་ཀྱི་ཡོད་ཚང་མ། དེ་འདྲས་ཀྱིས་ང་ཚོ་སྐྱའི་གཞས་བྲིས་མགོ་བཀོད་མགོ་བཙུགས་ཡོད་དོ། འདི་མགོ་མ་བཙུགས་ན་ང་ཚོ་བོད་ཀྱི། ཅིག། ཀྱི། ཅིག། འཐབ་རྩོད་དེ་ལ་རོ། མི་དགུ་དེ་ཡིན་རོ། གལ་སྲིད་མི་བསྡུ་ཡས་མི་འདུག་དེ་ག་ལ། མི་མི་འདུ་ན་ང་རང་སུ་མི་ཆགས་དགོས་རོ་ད། དེ་ག་ལ་གོམ་པ་རྒྱག་དགོས་རོ་ད། ཨ་ནི། དེ་ག་ལ་དེ་འད་ཅིག། བོད་ནང་ལ་བདག་སྐྱོང་ཡོང་ཡས་ལ་སུ་ལ་སྐད་ཤེས་བ་དེ་འཚེ་དགོས་རོ་ད། དམིགས་བསལ་བོད་ནང་ལས་ཀ་བྱེད་ཉིན་མི་མང་པོ་ཞིག་འདུག་ང་ཚོ་དེ་ཚོ་དེ་སང་སྤྱི་ཚོགས་ནང་ད་དེ་འད་སྐད་ཤེས་ན་ཁེན་ཚ་རུ་བ་ཆགས་ཡོད་ཀྱི་དེ་སང་སྤྱི་ཚོགས་ནང་བོད་ནང་ལ་ལས་ཀ་བྱེད་པ་ཡིན་ན་ཧ་ལམ་མ་སུ་ནས། Impossible Doj། བོད་ན་ལས་ཀ་བྱེད་ཐུ་ཡས་མེད་བ Doj། ཡིན་ནས་བོད་ན་འགྲོ་ཡས་དེ་གཅིག་པོ་ཡུལ་སྐོར་འགྲོ་ཆམ་གི་ཟོ་རེད། བོད་སྙིང་རྗེ་མོ་དེ་སྟོན། ང་ཚོའི་ཕྱི་ལོག་ལོས་ཡོད་ནས་པས་ཁྲ་ཁྲ་སི་སི། ཡིན་ནས་བོད་ཡུལ་དངོས་གནས། ས་ཁུལ། མ་མ་འགྲོ་ན་གྲོང་གསེབ་དོ་ག་ས་ག་ལ་འགྲོ་ན་གནས་སྟངས་ཧང་སང་སྐྱོ་པོ་དོ། ཨ་ནི་རྒྱ་མིས་སླབ་གྲ་རྒྱ་ཡོད་རེད་སླབ་གྲ་རྒྱ་ཡོད་ན་སླབ་གྲ་ན་དགེ་རྒན་མཐོང་ཡ་མེད་གི། དགེ་རྒན་ཡོད་ནས་སྤུས་ཀ་མེད་བ།

འགོ་བཙུགས་འོད་དུ་མ་འདྲ་བར། དེ་སྨྲས་པ་ཅི་ན་ང་ཚོས་ཀྱིས་ཅིག་རྒྱ་མི་ཞིག་ཐུག་ནས་ང་ཚོས་གནད་དོན་འདི་འདྲ་ག་ལ་དགེ་ཞེས་འགོ་བཙུགས་འོད་མ་འདུག་རྒྱ་མི་ཞིག་ཐུག་བ་དང་ལབ་སང་ཁོ་རང་ལ་འགྲོ་བ་མི་ཐོབ་ཐབས་མི་འདུག་བོད་ནང་ལ་དེ་དུས་ཚོད་དངོས་གནས་རེད་བརྒྱ་ཆ་བརྒྱ་དངོས་གནས་རེད་ཡིན་ནའི་དེ་ཡིས་གྲུབ་འབྲས་ཐོན་གྱི་རེད་ལབ་ན་ཁོ་མཉམ་དུ་གྲུབ་འབྲས་ཐོན་ཡ་མེད་རྒྱ་མི་མི་ཅིག་ཐུག་ཡིན་ན་རྒྱ་མི་མི་དེ་ལ་ཁོ་ཚོ་དེ་འདྲའི་གི་གནས་སྟངས་ག་ལ་བོད་ཀྱི་དངོས་ཡོད་གནས་སྟངས་ཀྱི་ག་ལ་སྐད་ཆ་བཤད་པ་ཡིན་ན་ཁོ་ཚོ་ལ་བསམ་སྟངས་ཡང་གོ་སྐབས་ཤིག་བསླིགས་འདུག།
ངེས་རེད། ཨ་ད་ཨ་ཀི་དེ་འདྲའི་ང་ཚོའི་ཧ་གོ་མ་ཚོ་ག་འདྲས་ཡིན་ན་བསམ་དང། གཞན་ང་ཚོས་ཁོང་ཚོ་ལ་བེད་སྐོར Conference རང་བྱེད་དེ་ན། ཨ་ནི། ཅིག། ང་ཚོ་གི Agency མེད་རྒྱུ་རུ། སོ་སོ་བོ་བོད་པ་གི་སྤོ་བ་མེད་བ་རུ། ཁོ་ང་རྒྱ་མི་ཡི་ག་རེ་ལ་རྒྱོ། པེ། རྒྱ་མི་གི Policy གསར་བ་ཞིག་བཟོས་ན་ང་ཚོའི Policy གང་ལ་སྐྱེ་ཤི་ཤེ། ར། ངེས་རེད། རྒྱལ་སྤྱིའི་གི་འགྲོ་བ་མིའི་ཐོབ་ཐང་ག་རེ་སྐྱེ་ཤི་ན་ང་ཚོའི་གི་འགྲོ་བ་མིའི་ཐོབ་ཐང་ག་རེ་ཤེ། ང་རང་ཚོ་ག་རེ་གོ་རེ། ང་ཚོ་བོད་པ་ཅིག་ཡིན་པའི་ཙམ་གྱིས་ག་རེ་གོ་རེ། ང་ཚོ་གིས་ཅིག་ཡར་ཐོན་འཛུགས་སྐྲུན་ཅིག་བྱས་ནས་ང་ཚོས་སྐད་ཆ་བཤད་ཀྱི་ཡིན། གོ་མི་གོ།
འདི་གང་ལ་ང་ཚོས་སྐད་བཤད་འགོ་བཙུགས་ཏེ། ཅིག་བོད་པ་བོད་ཀྱི་ནང་ལ་ཡོད་མཁན་བོད་པ་འདི་ཚོ་དངོས་གནས་ག་རེ་གོ་རེ། ང་ཚོ་བོད་པ་ག་རེ་གོ་ལ་ནི་སྐད་བཤད། ཅིག་རྒྱལ་སྤྱི་དང་དེ་འདྲས་ཀྱིས་ཅིག་ད་ལྟ་བར་དུ་སྐད་ཆ་བཤད་དེ་འདི་གང་ལ་ང་ཚོས་བསམ་བཏང་ཡང་དུས་ཚོད་ལས་ཤིག་ག་ལ་ན་འདི་ཚོ་གང་ལ་སྐད་ཆ་བཤད་བཤད་དེ་ནས་ད་ད་ད་བོད་ཕལ་ཆེན་ཡལ་བའི་གང་ལ་སྐད་ཆ་བཤད་ཡི་དོ། དངོས་གནས་དངོས་ཡོད་གནས་ཚུལ་ཡས་མིན་འདུག་ད།
ཡས་དེ་ད་ད་དཔེར་ན་ཧོང་ཀོང་དུ་བ་བྱས་ན་ད་ཕལ་ཆེར་རྒྱ་རྒྱ་མི་འགྲོ་ར་ཁོང་ཚོ་ད་ཁོང་ཚོ་བྱུང་ཁུངས་བ་དེ་ན་མང་ཅིག་ཅིག་ཀལ་ཆེ་རེ་ལི་ག་རེ་ཡིན་ན་ཚང་མ་རྒྱ་མིར་དོ་ཨེ་ཤིན་ཅང་དུ་བ་ཡིན་ན་དབྱུས་ཀོར་མི་དཔེ་ཉུལ་ཉུལ་དོ་མི་འབོ་ད་ལུང་པ་དེ་འདྲའི་མང་པོ་ནང་ལ་མི་འབོ་མང་ཤོས་བོད་པ་རེ་དོ་ད།
དེ་ཡིན་དུས་སམ་ང་ཚོ་དེ་འདྲའི་ག་ལ་ཅིག་གི་དྲི་བ་ཀུ་དྲུ་དུ་ཆེ་དངོས་གནས་བོད་ཀྱི་འཐབ་རྩོད་ལ་ན་ག་རེ་རེ་ཅིག་གུ་དེ་ཚོ་བྱས་ང་ཚོས་ད་ད་ལྟ་འགོ་བཙུགས་བསམ་གྱི་འདུག་ཅེས་སུ་ཚོ་མི་ཚེ་གཅིག་བསམ་བཏང་གི་ཡོད་ནའི་མི་ཚེ་ནང་ལ་འོ་དེ་ལ་འགྲོ་ན་དེ་ལ་ལེགས་འདུག་དེ་ལ་འགྲོ་ན་དེ་ལ་ལེགས་འདུག་ལ་ཡ་ཆོད་ར། དེ་ང་ཚོའི་བྱེད་སྒོ་ར་ག་རེ་ཡིན་ནའི་ཨན་དེ་ཡོ་ང་ཡ་ལ་མི་སུ་ལ་འབྲེལ་བ་ཆེ་བོ་འདུག་ར་ག་རེ་ཧ་གོ་བོ་འདུག་དེ་ན་སྐད་ཆ་བཤད་བདེ་གོ་ར། ད་དེ་ནང་བཞིན་ང་ཚོས་བོད་ཡིག་འཐབ་རྩོད་ལ་ཡ་དེ་འདྲས་ཀྱི་སྐད་ཆ་བཤད་ཡ་འགོ་བཙུགས་བོ་འདུག་དེ་མེད་ན་ང་ཚོས་སྒུག་བསྡད་ཅིག་རེ་བ་བྱས་བསྡད་ད་སུ་སུ་དེ་ནང་ལ་ཅིག་དེ་ནང་ལ་ཅེས་ཅིག་ག་ལ་བོ་ར། སྐྱེས་བུ་འགྲོ་བའི་དང། དེའི་སྐོར་ལ་འགྲོ་བ་མི་ཐོབ་ཐང་སྐོར་ལ་སྐད་བཤད་དང། དེའི་ལྷ་ཁ་གའི་སྐོར་གྱི་སོ་སོ་ལ་ཧ་ལམ་མ་ཟེར་ན་རོ་ལ་འགྲོ་བ་ཅིག་སྨེ་བ་འགྲོ་བ་ཅིག་དེ་བལྟས་ན། ང་ཚོ་ལ་སྐྱབས་དགའ་ལེ་ཉེ་སྙེ་མ་ནས་ལ་གོ་ང་ཚོ་ལ་སྐྱབས་དགའ་ལེ་ཉེ་སུ་གང་བྱོས་མ་རེད། ང་ཚོ་བོད་པས་བོད་པ་སྐྱབས་དགོས་རེད་ད། བོད་པས་ང་ཚོ་ག་རེ་དགོས་ཡོད་མེད་དེ་ཁ་གསལ་བོ་བཟོས་མ་ཐུབ་ན་སུ་གང་ཅིག་ང་ཚོ་ལ་ཁ་གསལ་བོ་བཟོས་ཐུབ་མ་རེད། ད་འདི་ང་ཅིག་འཐབ་རྩོད་གང་ལ་ང་ད་ལྟ་བསམ་བློ་ད་གསར་བ་འགྲོ་ཆེད་དངོས་གནས། སོ་སོ་རེ་བ་གསར་བ་འགྲོ་ཆེད་ཀླད་རྙིང་འགྲོ་ཆེད་ནི། འདི་གང་ལ་ཤུགས་རྒྱག་གོ་ཨ། དྲན་དྲན་འདིག་དུ་འདི་གི། སོ་སོ་རོགས་པ་ཡིན་ནས་འདི་འདྲས་གང་ལ་སྐད་བཤད་འདིག་ཡོད། གྲོགས་པོ་ནང་ལ་སྐད་བཤད་འདིག་ཡོད། ཨ་ནི་དམིགས་བསལ་འདི་འདྲས་གང་ལ་སྐད་བཤད་འགོ་བཙུག་གོ་ད་ང་ཚོ། རེད། ཨ་ནི་འདི་གི་ད།
ད་ང་ཚོ་ད་ལྟ་གཅིག་གི་ང་ཚོ Generation གསར་བ་གང་ཅི་ཐུག་ནས་ང་དཔེ་རེ་བ་ཤུགས་ཆེན་པོ་ཐོན་གི་འདུག་དེ་ཡིན་དུས་དེ་འདྲའི་སྒང་ལ་ང་ཚོ་སྐྱེ་ཤི་ནས་དངོས་གནས་འཐབ་རྩོད་དེ་གང་ལ་ང་ཚོ་རང་གི་ཁེ་གྲོལ་གྱི་རེ་བ་ཤུགས་ཆེན་པོ་རོ་ཞིག་ཐོན་གི་འདུག། རེད་རེད་བདེན་པ་སོང་ལན་དང་ཧང་སང་ཡག་པོ་རྒྱག་སོང། ཨ་ནི་ད་དྲི་བ་ཐ་མ་འདི་ར་ད་ཁྱེད་རང་ར་མ་འོངས་པ་དམིགས་ཡུལ་གར་འགྲོ་ཡོད་གར་བྱེད་འདོད་པ་ཡོད་མ་འོངས་པ་གཞུང་མ། ང་ད། ད་ཅི་ཚོ་ན་ལེ་ཨ་རུ་ཏིས་ཅི་ཆེ་ཨ་ནི། ང་ཡི་ཞབས་ཕྱི་རུ་ད་ག་དུས་ནས་ཚོར་གི་མི་འདུག་དེ་ཚོ་ཅི་ཚོ་ན་ལས་ཀ་བྱས་གོ་སྐབས་ཨ་ནི་རྒན་དེ་འདྲ་བ་ཅིག་སོ་སོ་ག་དུས་ནས་བསམ་བསྡད་འདུག་དེ་ཡིན་ཚ་ད་ད་ལྟ་དེ་སློབ་སྦྱོང་ཚར་བ་རེད་ད་མ་རྒྱ་གར་སླེབས་ནས། མ་འོངས་བོད་ཀྱི་འཐབ་རྩོད་ཅེས་ཡོད་ར་འཐབ་རྩོད་དེ་ལམ་ཁ་ག་བ་ཁྲིད་དགོས་འདུག་ཨ་ནི་འཐབ་རྩོད་དེ་གང་ལ་ལས་ཀ་ག་རེ་བྱས་ཡོད་འདུག་ཁ་ཡོད་ལག་ཡོད་ཀྱི་ཨ་ནི་དེ་རང་ལ། དངོས་གནས་དེ་འདྲའི་གང་ལ་བསམ་བློ་བཏང་སེམས་ཤུགས་ཡོད། དེ་འདྲའི་གི་ང་ཚོ་གཞོན་སྐྱེས་རེད། མི་རབས་རྒན་པ་ཡིན་ནི་རེད། དེ་ཚོ་མཉམ་དུ་གང་མང་མང་གི་ལས་ཀ་བྱེད། ཅིག་ཇི་མ་ལོ་ལྔ་བཅུ་ནང་ལོ་ལ་ང་ཚོ་དངོས་གནས་བོད་བོད་ལ་སླད་མ་ཐུ་བས་མི་འདུག་ཨ། དེ་འདྲ་གི་བསམ་ཡས་ཀྱི་སུ་སུ་སུ་མིག་ཡུལ་རོ་ཅིག་ད་ནྡོ་སེམས་དེ། ཨནི་ཁོ་ག་འདྲའི་འགྲོ་མ་འགྲོ་དེ་ཤེས་ཐུང་མ་རེད་ནས་ང་ཚོས་ཐབས་ཤེས་བཏང་དགོས་ཏོ། ང་ཚོས་གི་བསམ་བློ། སུ་སུ་ཀླད་པ་ནང་ལ་ཤོང་ཨེ་མེད་ཀྱོ་གི་བསམ་བློ་དེ་འདྲ་བཏང་དགོས་ཏོ། དེ་བཏང་ན་ཁོ་ས་ཆ་ཀླད་ས་ཅིག་ལ་ཀླད་འགྲུག་ཏོ། དེ་ཡིན་དུས་ང་ཚོས་ཐབས་ཤེས་བྱེད་དགོས་དུ་རེ་བ་ལ་ཡ་མི་འདུག་རེ་བ་དེ། ད་གཟ་བ་ཅིག་སེམས་པ་ནང་ལ། ཅིག། དེ་སྨན་པ་བྱས་ནས་ད་ལྟ་དངོས་ཡོད་གནས་ཚུལ་ལ་སྐྱབས་ངོ་མི་ཕྱིར་ལ་ང་ཚོ་དངོས་གནས་ཅིག་ཚང་མ་གི་དད་པ་ཡོད་རེད་ཅིག་ང་དད་པ་རྩེ་གཅིག་ནས་ཡོད་རེད་ཚང་མ་དེའི་སྐོར་ལ་དྲི་བ་གོ་རེ་ཡོད་མ་རེད་སུ་གང་ཅིག་ཡིན་ནའི་སྐྱབས་ངོ་མི་བྱེད་ཀྱི་ག་དུས་ཡིན་ནའི་སུ་ངོ་དང་ང་ཚོ་བོད་བོད་མི་དེ་ཚོ་གི་ཤུགས་རྒྱག་གོ་རེད་ཁྱེད་རང་ཚོ་ག་རེ་ཡིན་ནའི་སྐྱབས་ངོ་མི་བྱེད་ཀྱི། དོན་དག་གཞན་པ་ཞིག་ལ་ན་སྐྱང་བོ་མི་བྱེད་སྙམ་དུ། དེ་འདྲའི་གནད་དོན་གང་ལ་ད། རོགས་པ་བྱེད་ཉེ་གོ་བའི་སྲུང་འཁོར། རོགས་པ་བྱེད་ཉེ་ང་ཚོ་བོད་པ། བོད་མི་འདི་ར་ད། ང་ཚོ་རེ་རེའི་ངོས་ནས་ད་འདིའི་ག་ལ་བསམ་བློ་བཏང། ལམ་ཁ་ཚད་དེ། བོད་ནང་ལ་ཤེས་ཡོན་ཡར་རྒྱས་བཏང་གོ་འདུག་ན་ཤེས་ཡོན་ཡར་རྒྱས་བཏང་ཡས་ལ་ག་རེ་ག་རེ་བྱེད་གོ་འདུག་ར། ནས་བོད་ཀྱི་གནད་དོན་བོད་ཀྱི་སྲབ་གྲ་ར། ང་ཚོ་བོད་ཁ་ཤས་ཀྱི་བོད་ཆེན་པོ་ད་བོད་ལ་ན་སྐད་ཆ་བཤད་དེ་དུ་བོད་ཆེན་པོ་ལ་ན་སྐད་ཆ་བོད་ལ་ན་བོད་རེད་ས་ཆ། ཁོ་ས་སྟེང་གི་ཡ་ག་གང་ལ་ཅིག་གི། འཛམ་གླིང་ཡང་རྩེ་སོན་གཉིས་ས་བྱེ་འདི་གང་ལ་རེད། ཅིག་གི། བོད། ནང་ལོག་ལ་བོད་པ་ཡིན་པའི་སོ་སོ་གི་བསམ་སྟངས་དང་བྱེད་སྟངས་བྱེད་ལུགས། ཨ་ནི་སྐད་ཆ། ནང་མི་གི། ཅིག་གི། ཅིག། ནམ་རྒྱུན་ནས་དེ། བསམ་མནོ་ཁྱེད་སྟངས། ཨ་ནི། ཅིག། མི་གཞན་པ་ལ་བསམ་སྟངས་ཐུ་ཡེ། དེ་འདྲས་གི་བསམ་མནོ་ཁྱི་དེ་ཡིན་གི། ཅིག་གི། ཡང་རྩལ་འདི་ཉིད་ཚང་མ་བོད་ཆ་དེར་ལྟ། དེ་འདྲས་ཡིན་དུས་སེམས་པ་ང་ཚོ་བོད་པ་ཚང་མ་གིས། ཅིག་བོད་ནང་གི་འགྱུར་བ་ག་རེ་འགྲོ་གི་འདུག་བོད་ནང་གི་གནས་སྟངས་ག་རེ་འདུག། ཨ་ནི་ས་ཆ་གི་ས་ཆ་རྫོང་རྫོང་དེ་འདྲས་ཀྱི་གནད་དོན་དེ་ཚོ་ཧ་མ་གོ་ན་ཧ་གོ་ཉེ་སུ་འདུག་དེ་ཚོ་སྐད་ཆ་བཤད། ག་རེ་འདུག་དངོས་ཡོད་གནས་སྟངས་ག་འདྲས་འདུག་དེ་འདྲས་ག་ལ་སྐད་ཆ་བཤད་ན་ང་ཚོ་རང་གིས་ག་རེ་བྱེད་འོས་ན་ང་ཚོ་ཐག་གཅོད་བྱས་ཏེ་འགོ་བཙུགས་དགོས་བསམ་གི་འདུག་ད་འདི་ང་རང་གིས་ད་སོ་སོའི་དམིགས་ཡུལ་འདྲ་བོ་ཞིག་རེད། སོ་སོ་གིས་དེ་འདྲས་ག་ལ། གང་ཐུག་ཐུག་སྦྱང་གང་ཐུག་ཐུག་སྐད་ཆ་བཤད། ལན་འགའ་ཅིག་ཅིག། བོད་ཀྱི་འཐབ་རྩོད་གང་ལ་ལས་ག་ཅིག་བྱས་ཡོད་ཀྱི། དངོས་ཡོད་ཁ་ཡོད་ལག་ཡོད་ཀྱི། དེ་འདྲ་རེད་བསམ་ནས་ཡོད། ཨ་ལས།
ཨ་ནི་ཡིན་ད་དྲི་བ་རྫོགས་ས་ར། ཨ་ནི་ད་ང་རང་ངོས་ནས་ད་གོས་སང་སེ་པེ་ལ་རང་དེ། ལ་འདྲེན་སླེ་བ་བྱས་ནས་ད་ད་པོ་ད། ད་ཆ་ལས་ད།

གོ་སྟོད་དུ་བ། སྤྱིར་ཆིག་སྟོང་དགུ་བརྒྱ་དྲུག་ཅུ་དུ་བ་ནས་དེ་དབྱིན་ཇིའི་ལུང་པ་ལ་ད་བོད་པ་རུ་ཁག་ཅིག་སླེ་ཡ་འགོ་ཚུགས་ད་དེའི་སླེ་ནས་ཨ་ནེ། དེ་ནས་ད་དེའི་གི Generation དང་པོ་གི་ད་པུ་གུ་དེ་ལ London ལ་སྐྱེས་གྱུར་དང་པོ་རུ་བ་ཅིག་ཆགས་དེ་ཡོད་རེད་ཨ་ནེ་དེ་ཚོ་སྐྱེས་གྱུར་མང་ཅིག་དབྱིན་ཇིའི་ལུང་པ་ལ་སྐྱེས་ཡོད་རེད་ཐོག་མ་ཡ་ཚང་མ་དབྱིན་ཇི་རྐྱང་རེད་ཨ་ནེ་ང་ཚོས་ད་བོད་པའི་ཚོགས་པ་ཉུལ། མི་འབོ་ཉུལ་ཉུལ་གྱི་ཡོད་སྐྱོ་དེ་གི་ཐད་ཧ་རུ་བ་རུ་བྱེད་ནས་ཅིག་བཟང་སྤྱོད་བསླབ་གྲྭ་གནས་འགོ་བཙུགས་ནས་ནི་ཡང་སུ་སུ། བཟང་སྤྱོད་བསླབ་གྲྭ་གི་རྨང་གཞི་རུ་ཅིག་བཏིང་ཡོད་རེད་གཙོ་བོ་སུ་སུ་རང་གི་དཀའ་ལས་སྐྱ་དེར་དམིགས་བསལ་བློ་སེ་ལ་འགྲོ་ཡོད་ན་ངས་ཅིག་སྙེ་མ་ནས་སུ་སུ་གི་རོལ་ཆ་གང་ལ་དོ་སྣང་སྤྲད་སྟངས་རེད་སུ་སུ་གི་སྐད་ཆ་བཤད་དུས་སམ་བ་བོད་ཡུལ་གང་ལ་བོད་སྐད་རྒྱ་ཡག་གང་ལ་དོ་སྣང་སྤྲད་སྟངས་རེད་ཨ་ནི་ཅིག་ག་དུས་ཡིན་ནས་རུག་རུག་བཟོས་ཡ་ད་སུ་སུ་ཀུ་ནི་ཅིག་སྤོ་བ་ལས་རུ་བྱོས་ར་ཕེབས། བོད་པ་ཡིན་ལ་ཡ་དེ་སུ་གང་ཅིག་ལ་ཉེ་མེད་ན་ཁོ་སྤོ་བར་ལས་དེ་དེ་འདྲ་བོ་ཅིག་མིག་དཔེ་ང་ཡག་པོ་རོ་ཞིག་མཐོང་གི་འདུག་ང་ཚོ་བོད་པ་ས་ཆ་ག་བར་གླེང་ཡོད་ནས་བོད་དེ་ཅིག་གི་བརླག་འགྲོ་ཡ་མིན་པ་བྱེད་བོད་ཀྱི་མི་རིགས་གསར་པ་ཅིག་སེམས་ཤུགས་ཆེ་ཅིག་སྤོ་བ་ཆེ་དེ་འདྲ་གི་མི་རིགས་ཅིག་མ་དོན་ལས་ཀྱི་རོ་ཅིག་ང་ཚོར་ལི་འདུག་དངོས་གནས་ཁོ་ར་ག་ཡ་དཔེ་ཅིག་རེད་ད་དེ་འདྲ་བོ་ད་ཕྱི་རྒྱལ་ཁག་ས་ཆ་ག་ས་ག་ལ་ཡོད་རེད་དེ་ནས་ལ་སྤྱི་བཏང་ང་ཚོས་ཅིག་གི་བོད་པ་འདི་ཚོ་སྐད་ཆ་ཤེས་མི་འདུག་ཨ་ནི་ཅིག་ཉམས་འགྲོ་གི་འདུག་དེ་འད་གི་སྐད་ཆ་ཤུགས་ཆེན་པོ་བཤད་དེ་ནས་ཡིན་ནའི་འདི་པ་རུ་ལ་དངོས་གནས་ཅིག་དོ་སྣང་བྱེད་དེ་ཉིད་དེ་འད་གི་ང་ཚོ་མང་པོ་ཅིག་མཐོང་དེ་འདུག་འདི་ཡིན་ཙང་ང་ཚོས་ད་སེམས་ཤུགས་ཆག་ཡ་མི་འདུག་སོ་སོ་དངོས་ནས་ག་རེ་བྱེད་ཐུབ་ཨེ་འདུག་བྱེད་དགོས་འདུག་ཨ་སོ་སོ་དངོས་ནས་ག་འད་ཅིག་ཚེ་དངོས་ཡོད་གནས་ཚུལ་ག་རེ་ཡིན་ནའི་ལྟ་ཡ་གི་དེ་འད་གི་དུས་ཚོད་ཞིག་སླེབས་འདུག་རྒྱ་ཁྱ་ཡམ་ཏི་རིང་རྒྱ་རྗེ་ཞལ་ཆུང་སོགས་ནས་དཔེ་དཀར་པོ་ཆུ་སོགས་ཐོས་ཤེས། ཐོས་ཤེས་ན་ཨ་ནི་ད་ཁྱེད་རང་འདི་ཉི་མ་གཉིས་སུ་བྱས་ལ་ད་ཕ་ལོ་ཡ་ར་བེད་ཁོ་ར་ཨ་ནི་ང་རང་འདས་ད་ཁྱེད་རང་ཐུག་ནས་དཔེ་དགའ་བོ་བྱུང་ས་ར་ཨ་ནི་དེ་རིང་མཇལ་ལ་ཐུག་གི་མ་རེད་བསམ་གི་འདུག་ར་ཨ་ནི་ད་དེ།